ད་ང་ནང་དུ་དེ་རིགས་ཁྱད་དུ་བསྐྱལ་དྲག་ཤིན་ཏུ་གནད་ཆེ་བའི་ནུབ་ཕྱོགས་པའི་སེམས་དང་ཀླད་པའི་རྣམ་གཞག་ལ་དཔྱད་པ་སོགས་ཞུགས་སོ། ད་ང་ནང་དུ་མཁན་ཆེན་ཚུལ་ཁྲིམས། ཨིན་རྡུ་ནེ་ཡི་ཝང་འཕྲོག་པའི་དེབ་ཟེར་ན་ད་འདི་འདྲས་ཅིག་ཡིན་གྱི་རེད་ཟེར། ཨིན་རྡུ་གྱི་བོད་སྐད་གསུང་གི་སྒྲོན་མེ་འདི་ལྟ་བུའི་གི་དེབ་རྣམས་བརྩམས་གནང་བ་འདི་ཧ་ལས་ཡག་གི་ད་ནང་པ་གཅིག་གི་ཞལ་ཆེ་ཆེན་པོ་གཅིག་མཐོང། ཤིན་ཏུ་ནས་ཡིད་དབང་འཕྲོག་པའི་དེབ་ཟེར་ན་ད་དེ་འདྲས་ཅིག་ཡིན་གྱི་རེད་བསམ་གྱི་འདུག་ཁོ་ན་ཚོ་དེབ་འདི་ང་ན་ཚོ་བླ་རུང་གི་མཁན་པོ་ཚུལ་ཁྲིམས་བློ་གྲོས་ཀྱིས་བྲིས་གནང་པའི་ཨ་ནི་ནུབ་ཕྱོགས་པའི་སེམས་དང་ཨ་ནི་ཀླད་པའི་རྣམ་གཞག་ལ་དཔྱད་པ་ཟེར་དེ་རེད་ཤག་ཁོ་ན་ཚོ་ད་འདི་ནག་ལོག་ལ་ག་རེ་བཤད་གི་ཡོད་རེད་རེད་བ་ང་ཚོ་ནང་པ་སངས་རྒྱས་ཀྱི་ཆོས་ལུགས་ནང་ལ་གཙོ་བོ་སེམས་བཤད་གི་ཡོད་རེད་བ་སེམས་སེམས་ཀྱི་རྣམ་བཤད་བཤད་གི་ཡོད་རེད་བ་ནུབ་ཕྱོགས་པའི་གཙོ་བོ་ག་རེ་བཤད་གི་ཡོད་རེད་ཟེར་ན་ཀླད་པ་བཤད་གི་ཡོད་རེད་པ་ད་གང་ལྟར་ཚང་མ་ཚུར་མདོར་བསྡུས་པའི་གནས་སྐབས་ལ་ཡིན་པས་ན་བསམ་བློ་ཟ་ཉལ་དེ་ག་འགའི་གནས་གི་ཡོད་མེད་དེ་ཆགས་གི་ཡོད་རེད་པ་བསམ་བློ་གནས་ས་དེ་ད་ང་ཚོས་རྣམ་བཤད་ད་དེ་འདྲ་གི་འགྲེལ་བཤད་མང་པོ་བགྱིའོ་ནུབ་ཕྱོགས་པའི་ནང་ལ་རྣམ་བཤད་འདོད་མཁན་གི་རིགས་གཅིག་ཡོད་རེད་ཨ་ནི་འདོད་དང་མ་འདོད་ཡང་མཉམ་གནས་གི་རིགས་གཅིག་ཡོད་རེད་ཁྱོད་ནི་མ་འདོད་མཁན་གི་རིགས་གཅིག་ཡོད་རེད་འོ་ད་རིགས་གསུམ་པོ་དེ་གའི་བསྡུས་ཚུལ་ཚང་མ་ལོ་འདིའི་ནང་ལོགས་ལ་བཀོད་བྱས་པ་རེད་འདི་ཡིན་དུས། ང་ཚོས་ནམ་རྒྱུན་ནང་པ་སངས་རྒྱས་དང་ནི་ཚན་རིག་པ་ག་སོགས་རེད་གཅིག་པ་རེད་ཟེར་གྱིན་རུང་ཡང་གཅིག་པོ་མ་རེད་ཟེར་རྩོད་པ་དེ་འདྲས་ཁྱོན་ནས་རྒྱབ་དགོས་ཡ་ཡོད་མ་རེད་རུང་བ་ལ་ཚན་རིག་པ་ལས་ཚན་རིག་པ་རེད་ཚན་རིག་པའི་ནང་ལོགས་ལ་གྲུབ་མཐའ་སྣ་ཚོགས་ཡོད་རེད་ཁོ་ནར་འཚོ་ཞེས་པ་མ་འདྲ་བ་མང་པོ་ཅིག་ཡོད་རེད་དེ་ཡིན་དུས་ང་ཚོས་ཚན་རིག་པ་ཟེར་ལབ་པ་དག་ལྟ་བ་གཅིག་རྐྱང་རྐྱང་རེད་བསམ་བསམ་བསམ་བསམ་བློ་ཁྱོན་ནས་གཏོང་རྒྱུ་ཡོད་མ་རེད་བྱས་ཙང་ཁྱེད་རང་གི་དེབ་དེ་ཡག་པོ་ཅིག་སེ་ནུབ་ཕྱོགས་པའི་ཨ་ནི་ཅིག། བསམ་བློའི་ཚད་རིང་གང་ལ་ཡ། ཞེས་པ་མ་འདྲ་བའི་ལྟ་ཚུལ་ག་ཚད་ཡོད་མེད་འདི་ནང་ལོགས་ནས་ཤེས་གི་རེད་བ། དེ་ཤེས་རྗེས་ང་རང་ཚོ་ནང་པའི་བསམ་བློའི་ཚད་རིག་པ་དེ་དང་ནུབ་ཕྱོགས་པའི་བསམ་བློའི་ཚད་རིག་པ་གཉིས་བར་ལ་དབྱེ་བ་ག་ཚད་ཡོད་མེད་ཁྱད་པར་ག་ཚད་ཡོད་མེད་དེ་འདྲས་ཅིག་ཡག་པོ་ཅིག་ཤེས་སོང་ན་ཨ་ནི་དེ་ནས་རྣམ་ཤེས་ཀྱི་རྒྱུན་ཟེར་ནས་དེ་ག་འདྲས་ཅིག་ཡིན་མིན་ང་ཚོ་མགོ་ཡག་པོ་ཅིག་འཚོས་ཀི་རེད། དེ་མགོ་ཡག་པོ་འཚོས་སོང་ན་ཨ་ནི་དངོས་གནས་ཀྱི་སྐྱེ་བ་འདི་ཅིག་ཡོད་མེད་ཚེ་འདི་ཅིག་ཡོད་མེད་ཟེར་ནས་དེ་ཚོ་ང་ཚོས་ཅིག་རིག་པའི་ལམ་གྱི་ཐོག་ནས་བརྟག་དཔྱད། ཕྲན་བུ་ཕྲན་བུ་ཁྲ་ལ་ཕྲན་བུ་བྱེད་ཐུག་ཡག་ཅིག་བྱ་དགོས་ཡོད་རེད། གལ་སྲིད་དེ་འདྲའི་དཀའ་ངལ་ཅིག་མ་ཕྱིན་པ་ཡིན་ན། སེམས་ཀྱི་གནས་སྟངས་དང་བསམ་བློའི་གནས་སྟངས་ཟེར་ཉེན་དེ་ཚོ་ཁྱོན་ནས་ཧ་མ་གོ་བ་ཡིན་པ་ཡིན་ན། སྐྱེ་བ་བདེ་སྐྱིད་བཙལ་འཚོལ་བྱ་ཟེར་ཚོར་དཀའ་ལས་ཁག་པོ་ཞུ་བྱ་དགོས་ཡོད་རེད། བྱས་ཙང་མིས་བྱས་དུས་དེའི་སྐུ་ལུ་འུར་རྒྱབ་ཡག་མི་འདུག་ཨ་ནི་ལས་ཀ་མི་འདུག་སོ་སོ་རང་གིས་བྱེད་དགོས་བར་ད་ལས་ཀ་སོ་སོ་རང་གིས་བྱས་རྗེས་ནུབ་ཕྱོགས་པའི་ཀླད་པའི། དང་ཨ་ནི་དབང་རྩའི། ཅིག་ཚན་རིག་ས་དེ་ཚོ་ཡོད་རེད་བ་འདི་ཚོ་ང་ཚོས་རྒྱུས་མངའ་ཡག་པོ་ཅིག་བྱེད་དགོས་བར་བྱས་ཙང་དེབ་འདི་ཚོ་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་ལ་མཁོ་བསྡད་པའི་སྔོ་ནད་དྲག་ནད་ཀྱི་ཅིག་ཚན་རིག་གི་ལམ་གྱི་ཐོག་ནས་ཨ་ནེ་ང་རྣམས་ཚོ་བསམ་བློའི་བསམ་བློ་ལ་ཡ་བརྟག་དཔྱད་བྱེད་ཡག་གི་དེབ་ཡག་པོ་ཞུ་ཆོག་གི་ཡོད་རེད་ལྷན་རྒྱས་ཚོ་འོ་ད་འདི་ཟིན་ན་ད་ཨ་ནེ་སྔོ་ནད་དྲག་ནད་ཀྱི་ང་རང་ཚོའི་མིའི་རྗེས་ལ་འབྲང་དགོས་ཀྱི་ཡོད་མ་རེད་རེད་བ་ལ་སོ་སོ་རང་ཉིད་ཀྱི་རིག་པ་འཕེལ་བྱེད་ཀྱི་བསམ་བློ་འཕེལ་བྱེད་ཀྱི་སློབ་སྦྱོང་བྱེད་ཀྱི་བསམ་བློ་ཟེར་ཉིན་དེ་ག་རེ་རེད་དོ་ཨ་ནེ་ཀླད་པ་དང་དབང་རྩ་ཟེར་ཉིན་དེ་འགྲོ་ག་འདྲ་ཆགས་ཀྱི་འདུག་འདི་ལ་རྣམ་ཤེས་ཀྱི་རྒྱུན་ཨ་ནེ་ནད་ཤིང་གི་འདུག་པས། རུ་བ་ལ་བསམ་བློ་ཟིང་ངེ་དེ་ཨ་ནི་གནམ་གཤིས་ལ་གླེགས་གོས་རེད་ཀླད་པ་ལ་གནས་གོས་ཡོད་རེད་ཡང་མིན་ན་སྙིང་ལ་གནས་གོས་ཡོད་རེད་གཟུངས་ཐག་འདྲ་མ་འདྲ་མང་པོ་བཞི་བོ་ཡོད་རེད་ད་ལ་གཟུངས་ཐག་དེ་ཚོ་གང་གི་ཡོད་རེད་ང་ཚོའི་བསམ་པ་ཡ་འདི་ཚོ་སོ་སོས་ཁ་རྒྱག་པ་བཤད་བཞིན་རྒྱུ་རེད་བསམ་བསམ་དྲན་གི་ཡོད་རྒྱུ་དེ་དེ་འདྲ་ཡོད་རེད་སྔོན་མ་རྒྱལ་སྲིད་ཡིན་ནའི་འདྲ་འདུག་ད་རྒྱལ་སྲིད་སྔོན་ལ་ཡང་ཨ་ནི་ལྷག་པ་ཨེ་ཅིབ་ཀྱི་ཅིག་སོག་རིག་པ་མཁས་པ་མང་པོ་ཅིག་གི་གནམ་གཤིས་ཨ་ནི་སྙིང་ལ་གནས་ཡོད་རེད་ས་རུ་དེ་ནས་རྒྱལ་སྲིད་ཀྱི་ཚན་རིག་པ་མང་པོ་ཅིག་གི་གནམ་གཤིས་ཨ་ནི་ཀླད་པ་ལ་གནས་ཡོད་རེད་ས་རུ་ནང་ཆོས་ཀྱི་ཨ་ནི་སེམས་དང་རྣམ་ཤེས་ཤེས་ཡ་ལ་སོགས་པ་མང་པོ་ཅིག་བགྲོང་བ་ལྷན་སྐྱེས་སེའི་དུས་ན་འདིའི་འོག་ལ་བཞག་ཡོད། སྐྱེ་བ་རྔམ་བྱེད་མེད་པ་ཡིན་ན་ཨ་ནི་ང་ཚོ་བོད་པའི་གི་ནང་པ་སངས་རྒྱས་ཀྱི་གཞུང་ལུགས་དེ་ཨ་ནི་རྩ་བ་བརྐོ་བ་དང་ཆ་རེད་དེ་ཡིན་དུ་རྩ་ནི་ཨ་ནི་བོད་གངས་ཅན་ལྗོངས་ཀྱི་རྟ་དགེ་བཤེས་མཁན་པོ་བླ་མ་སྤྲུལ་སྐུ། མདོར་བསྡུས་ནས་རྟ་ང་མཁས་པ་ཡིན་ང་བླ་མ་ཡིན་ཟེར་ཉིན་གང་གས་ཀྱི་རྟ་སྐྱེ་བ་རྔམ་བྱེད་བརྐོ་ལ་ཡིན་གཅིག་མི་གཅིག་སྒྲུབ་ཏུ་འགུགས་རེ་དྲན་གྱི་ཡོད་ད་དེ་ངའི་ངོ་ནས་ཤ་ཞེན་ན་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཀྱི་དོགས་སེལ་སེམས་ཀྱི་སྒྲོན་མེ་འདི་ལྟ་བུའི་གི་དེབ་རྣམས་བརྩམས་གནང་བ་དེ་ཧ་ལས་ཡག་གི་ད་ངང་པ་གཅིག་གི་ཞལ་ཤེས་ཆེན་པོ་གཅིག་མཐོང་གི་འདུག་དེ་མ་གཏོགས་གཅིག་གི་གལ་སྲིད་ང་ཚོའི་གི་ད་ལོ་ནས་ལོ་ད་ག་ནང་བཞིན་གི་མ་རབས་ནས་མ་རབས་བསགས་ཤངས་ཀྱོག་གི་ཚོགས་བསགས། སྒྲིབ་སྦྱང་དག་ནང་བཞིན་གྱི་ཅིག་དད་པ་བྱེད་དེ་སྲིད་ཀྱི་ད་སྐྱེ་བ་ནི་རྒྱུད་སྡེ་མགྱོགས་ཀྱི་སྤྲུལ་སྐུ་རྣམ་པ་ཚོ་ཡིན་ནི་རེད་ད་མང་པོ་ཅིག་ལ་ཨ་ནི་ང་ཚོའི་གི་ཅིག་ད་དད་པ་བྱེད་པ་དེ་སྟོང་པ་འདྲ་བོ་ཅིག་འགྱོང་འགྲོ་དུས་བརྩམས་པ་ནི་ཨ་ནི་སྐྱེ་བ་རྔམ་བྱེད་ཟེར་ཡ་དེ་མེད་པ་ཆགས་ཡོད་ན་ང་ཚོ་བོད་པའི་གི་ནང་པ་སངས་རྒྱས་ཀྱི་རྩ་བའི་དམ་བཅའ་དེ་ཁྱོག་འགྲོ་གི་ཡོད་རེད་དེ་ཡིན་དུས་རྩ་ནི་ཨ་ནི་སྐྱེ་བ་རྔམ་བྱེད་ཀྱི་སྟེང་དུ་ང་ཚོ་སོ་སོའི་ཡིད་ཆེས་ཡོད་པའི་གི་སྟེང་དུ་ད་དེང་རབས་ཀྱི་སྟེང་དུ་ཡང་ཅིག་ང་ཚོ་ལ་ཡང་དོ་དངོས་དང་མཐུན་པའི་གི་བདེན་པ་ར་སྤྲོད་མང་པོ་བྱེད་ཡ་ཅིག་ཡིན་གྱི་མི་ཤེས་དགུག་རེ་དྲན་གྱི་ཡོད་བྱས་ཙང་ལྷན་རྒྱས་ཚོ་མཁན་ཆེན་ཚུལ་ཁྲིམས་ཀླུ་སྒྲུབ་ཀྱིས་དོགས་ཟོན་སེམས་ཀྱི་སྒྲོན་མེ་ཨ་ནི་དེབ་འདི་ནང་གི་ད་དེབ་རང་གི་མིང་ལ་ནུབ་ཕྱོགས་ཀྱི་སེམས་དང་ཀླད་པའི་རྣམ་གཞག་ལ་དཔྱད་པ་ཟེར་བྲིས་འདུག་ཨ་འདིའི་ནང་ལ་དོགས་ཟོན་སེམས་ཀྱི་སྒྲོན་མེ་འདི་སྙམ་པོ་འདུག་ཨ་ལྷན་རྒྱས་ཚོ་འདི་ལྟ་བུའི་གི་ཆགས་པའི་གོ་དགོས་ཡོད་པ་ཡིན་ན་དངོས་གནས་གཤམ་གྱི་ཤིང་རྟ་ཟེར་བ་འདི་གཟིགས་གནང་རོགས་གྱིས་ད་དུས་སུ་ཡིན་ན་ཧ་ལས་ཡག་གི་དེབ་ཡག་པོ་རེད་ང་ཚོ་གི་གངས་སྐས་ཀྱི་མ་དེ་ཐ་མི་གི་དེབ་ཅིག་རེད་དྲན་གྱི་འདུག་དེ་མ་གཏོགས་ནམ་རྒྱུན་ང་ཚོའི་ཁུག་པ་ཨུ་ཚུགས་བྱས་བྱས་གཅིག་རེད་གཉིས་རེད་ཟེར་བཤད་དེ་བོར་ད་ད་ལྟའི་དུས་ཚོད་དེ་ལ་ཁུག་པོ་ཨུ་ཚུགས་བྱས་ནས་བཤད་ནས་འགྲོ་ས་ཡོད་མ་རེད་བདེན་པ་ཡིན་ན་བདེན་པ་བཤད་དགོས་རེད་དོགས་དངུལ་ན་དོགས་དངུལ་བཤད་དགོས་རེད་གལ་སྲིད་ང་ཚོ་ལ་དོགས་དངུལ་དང་བདེན་པ་གང་ཡང་བསྟན་ཡ་མེད་ན་ཨ་ནི་ང་ཚོ་དངོས་གནས་ནང་པ་ཟེར་ནས་ཆོས་ལུགས་གཞན་པ་དང་མ་འདྲ་བར་ཞི་བྱེད་ཡིན་ཟེར་ནས་སྐད་ཆ་དེ་སྟོང་པ་རེད་དྲན་གི་ཡོད་ཨ། ནམ་རྒྱུན་ང་ཚོ་བོད་དགེ་ཆོས་བརྒྱུད་ཆེན་པོ་དྲུག་རེད་ཟེར་དུས་ཚང་མ་གནམ་ས་ལྟ་བུའི་ཁྱད་པར་ཅིག་བཤད་བསྡད་གི་འོར་དེ་ཡིན་ན་དོང་མུའུ་ཐོག་ཏུ་བོང་བུ་དགེ་བྱང་ཆོས་སེམས་བཤད་བསྡད་གི་འདུག་རྙིང་མ་དགེ་བྱང་ཆོས་སེམས་བཤད་བསྡད་གི་འདུག་དགེ་ལུགས་བཤད་གི་འདུག་བཀའ་བརྒྱུད་བཤད་གི་འདུག་ས་སྐྱ་བཤད་གི་འདུག་ཤ་ཤ་རྐྱང་རེད་ཤགས། ཨ་ནི།

བོད་བརྒྱུད་ནང་བསྟན་གྱི་ཆོས་ལུགས་སུས་ཀྱི་བླ་མ་ལ་འཇོག་མཐའ་ཡོད་ན་དེ་འཇོག་མཐའ་ཡོད་རེད་ཁྱེད་རང་དགའ་ན་འདྲ་མ་དགའ་ན་འདྲ་དད་པ་མེད་ན་འདྲ་དགའ་མཁའ་ལོ། དེ་ལ་ཁྱད་པར་གང་ཡང་ཡོད་མ་རེད་དཔེར་ན། ད་ལྟ། མཁན་ཆེན་ཚུལ་ཁྲིམས་ཀླུ་སྒྲུབ་ཀྱི་སྐྱེ་བ་ངམ་ཕྱི་ལ། ཨ་ནེ་གནོད་པའི་རིག་པ་འཇོག་སོང་ལ་དགག་པ་རྒྱབ་རྗེས་ཨ་དེབ་འདི་འདྲ་ཞིག་གཏོང་ཡོད་རེད། བྱས་ཙང་གལ་སྲིད་སྐྱེ་བ་ངམ་ཕྱི་ཟེར་ཡ་དེ་མེད་པ་ཡིན་ན་འདི། རྙིང་མ་ལ་གྱོང་བོ་རྒྱབ་རྗེས་གཞན་པའི་ཆོས་བརྒྱུད་ལ་ཁེ་བཟང་རག་དེ་ཡ་གལ་ཡོད་མ་རེད་གལ་སྲིད། རྐྱེན་ཐམས་ཅད་ཟད་ཅིང་མེད་བས་ན་བོད་པའི་གི་ཆོས་ལུགས་གང་གི་ལོག་སྐོབས་རུལ་བ་དང་ཆ་ཆགས་ཀྱི་རེད་ལ། གལ་སྲིད་ང་ཚོ་གི་བོད་གངས་ཅན་གི་སྐད་ཡིག་དེ་མེད་པ་ཆགས་ན་བོད་པ་ཟེར་ཡག་གི་མི་རིགས་དེ་ཡིན་པའི་ཤོ་བ་ཁྱེད་རང་ཚོ་ཚང་མ་ལོ་ཚ་བ་རེད་མ་གཏོགས་གཅིག་གི་ཨོ་ད་དབུས་གཙང་ཚ་བ་རེད་རྙིང་མ་ད་ད་ཨ་མདོ་ཚ་ཡོད་མ་རེད་ཨ་མདོ་ཚ་བ་རེད་ཁམས་པ་ཚ་ཡོད་མ་རེད་ཟེར་ཡག་ཡོད་མ་རེད་མདོར་ན་བོད། སེ་ཡ་གི་མི་རྒྱུད་དེ་ཡིན་པའི་ཞོ། གང་ལྟར་བོད་སྐད་ཡིག་ཚགས་ནི་ཡོད་ཚད་ཚགས་རེད་སྐྱེ་བ་སྔ་ཕྱི་དེ་མེད་ན་བོད་ཀྱི་ཆོས་ལུགས་དེ་གང་གི་ཚབ་རེད། དེ་འདི་ཙམ་ནས་ཨ་དེ་རིང་ལྷན་རྒྱས་ཚོ་ལ་འདི་ཐད་དུ་ངོ་སྤྲོད་ཞུ་བྱས་ཁྱེད་རང་ཚོས་གི་གངས་ཅན་ཚུལ་ཁྲིམས་ལུགས་དྲུག་དགའ་ན་འདྲ་མ་དགའ་ན་འདྲ་གངས་ཅན་ཚུལ་ཁྲིམས་ལུགས་ཀྱི་འཇོན་ཐང་དང་ཨ་ནི་མི་མང་པོ་ཅིག་གི་དོ་ཁུར་བྱེད་ཟིན་ཞིག་མི་སྣ་ཞིག་ཡིན་པ་ངོས་འཛིན་མ་བྱེད་རང་བྱེད་རེད་བྱེད་སྟངས་ལྷན་རྒྱས་ཚོས་སྐྱེ་བ་སྔ་ཕྱི་ལ་གནོད་པའི་རེ་བ་གཅོག་སོང་ལ་དགག་པ་ཨ་ནི་ནུབ་ཕྱོགས་པའི་ད་ལྟའི་ལབ་འདུག་ཨ་ནུབ་ཕྱོགས་པའི་སེམས་དང་ཀླད་པའི་རྣམ་ཤེས་ལ་དཔྱད་པ་མདོར་བསྡུས་ན་འདིའི་ནང་ལོགས་ལ་དོག་སེར་སེམས་ཀྱི་སྒྲོན་མེ་ཞལ་དེབ་དེ་འདི་ནང་ན་ཡོད་རེད། མཁན་ཆེན་ཚུལ་ཁྲིམས་བློ་གྲོས་ལ་དགའ་གི་ཡོད་ན་འདྲ་དགའ་གི་མེད་ན་འདྲ་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཀྱི་ཕི་གི་ནོར་ཤ་མི་གི་འཇོང་གི་མི་འདུག་ཟེ་ག་འདྲ་ལབ་གི་ཡོད་ན་མེད་ན་མདོར་བསྡུས་ན་ད་ལྟ་མ་རེད་གི་བར་དུ་ང་ཚོ་བོད་གངས་ཅན་ལྗོངས་ལ་ཆོས་ལུགས་གྲུབ་མཐའ་བླ་མ་ཡོད་དོ་ཅོག་གི་ནང་ལོགས་ནས་ཁ་གཡུག་ལག་གཡུག་གི་ལས་ཀ་བྱེད་ཐུབ་ངེས་དེ་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་རེད། བྱས་ཙང། མཁན་ཆེན་ཚུལ་ཁྲིམས་བློ་གྲོས་ལགས་གའུ་ཡོད་ན་འདྲ་གའུ་མེད་ན་འདྲ་མདོར་བསྡུས་ན་མཁན་ཆེན་ཚུལ་ཁྲིམས་བློ་གྲོས་འདི་ལྟ་བུའི་ནུས་པ་ཡོད་པ་འདི་ཧ་ཅང་བརྗོད་མེད་རེད་དེ་འདྲ་ཙམ་ནས་ཨ་ནི་མཁན་ཆེན་ཚུལ་ཁྲིམས་བློ་གྲོས་དེ་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་ནས་པར་འགྱོག་གིས་ནུབ་ཕྱོགས་སེམས་དང་ལེ་བྷི་ནམ་ཡར་ལ་བྱས་པ། ཁ་ཤེས་ཀྱིས་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཀྱི་འབྱོང་གི་མི་འདུག་ཞིབ་ཅིག་དགག་པ་ཡོར་དེ་དེབ་དག་ཙམ་ཡང་རག་གོ་མ་རེད་ད་དེབ་དག་ཙམ་གྱི་དཔལ་འབྱོར་མདོག་ཡག་གི་ནུས་པ་མི་ཉན་འདི་ཕྱོགས་གཏོགས་རེད་ཡིན་ན་ཡང་སྦྱོང་གི་མི་འདུག་དགག་པ་ཞིབ་རྒྱབ་དེ་ཉིད་ཕྱོགས་གཏོགས་རེད་དེ་ཡིན་དུས་ཙང་དེ་རིང་ལྷན་སྐྱེས་ཚོགས་ལ་མཁན་ཆེན་བཙུན་རོང་ལུག་རུ་ཐེབས་ཏེ་ངོ་སྤྲོད་ཞུས་ད་འདི་ནང་ལོག་ལ་དོགས་ཟེར་སེམས་ཀྱི་སྒྲོན་མེ་སྐལ་བ་རྔམ་ཆེན་ལ་ནུས་པའི་རིག་པ་ཅོག་གསུམ་ལ་དགག་པ་འོ་ཐེབས་འདི་ནང་གི་ཤོག་གྲངས་བརྒྱ་དང་ཉི་ཤུ་རྩ་དགུ་ན་ཡོད་རེད་ཨ་ནི་མདུན་དུ་ཨ་ནི་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཀྱིས་ད་ནུབ་ཕྱོགས་ཀྱི། སེམས་དང་ཀླད་པའི་རྣམ་གཞག་དེ་ག་འདྲ་ག་འདྲ་ཡིན་མེད་ག་འདྲ་ཤེས་ཀྱི་ཡོད་མེད་འོ་ད་གང་དགའ་ལོག་འདྲ་ཤེས། ཨོ་མཁན་ཆེན་ཚུལ་ཁྲིམས་ཀླུ་རུ་དེབ་རྫོབ་རེད་རྫོབ་རེད་གསུངས་འདུག་རྫོབ་མི་འདུག་གོ་ནུབ་ཕྱོགས་པའི་སེམས་དང་ཀླད་པའི་རྣམ་གཞག་ཅེས་པ་ད་འདི་ཡིན་ན་གང་གཱའི་ཉོ་ཡག་གི་དེ་རིང་ཁ་ཚང་དེབ་ཅིག་རེད་ཤག་ད་འདི་གཙོ་བོ་ག་རེད་འདུག་ཟེར་ན་ང་ཚོ་བོད་རིགས་མི་ཟེར་ཡག་དེ་གི་སྐྱེ་བ་རྔམ་བརྗིད་ཟེར་ཡག་དེ་ཁས་ལེན་དགོས་བར་བ་ཞེ་སྡང་ང་ཚོ་སྐྱེ་བ་ལྔ་བཅུ་ཟེར་ཡ་དེ་ནང་འཇུག་ཐོག་ནས་འགྲེལ་བཤད་རྒྱག་སྟངས་ག་རེ་ཡིན་པ་ཨ་ནི་ད་ག་ནང་བཞིན་འཛམ་བུ་གླིང་གི་ཡང་ཅིག་ནུབ་ཕྱོགས་ཀྱི་ཅིག་ཡང་ཀླད་པ་ཟེར་ཡ་འདྲ་བོ་དང་དུས་ཚོད་ལ་ག་འདྲེ་ཅིག་ངོས་འཛིན་ཞུ་གི་ཡོད་པ་ཨ་ནི་ད་ག་ནང་བཞིན་གྱི་དེང་རབས་ཀྱི་སྐྱེ་དངོས་རིག་པའི་འདུ་ཚོགས་ག་རེ་ཡིན་པ་དང་དངོས་གཙོ་སྨྲ་བའི་འདུ་ཚོགས་ག་རེ་ཡིན་པ་ཡང་ང་ཚོ་ནང་པ་སོ་སོ་གིས་ཅིག་ལྟ་ལམ་ཅིག་དེང་གི་དངོས་ཁམས་རིག་པའི་ལམ་ནས་ཨ་ནི་སྟོང་པ་ཉིད་དང་རྟེན་འབྱུང་ལ་སོགས་པ་ཨ་ནི་འབྲས་བཞི་བརྒྱ་དང་ཨོ་ད་ལ་སོགས་པའོ་བདུད་ཀྱི་དེ་གང་གི་འདུག། ཀྱི་མཁན་ཆེན་ཚུལ་ཁྲིམས་བློ་གྲོས་དགག་པ་བཞི་བོའི་རྒྱབ་ཡ་དེ་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཀྱི་ནོར་འཁྲུལ་ཆེན་པོ་བཞི་བོ་གཅིག་བསགས་པ་རེད་ཟེར་འདིའི་གནས་ཚུལ་མ་རེད་བ་ད་གཙོ་བོ་དེ། མཁན་ཆེན་ཚུལ་ཁྲིམས་བློ་གྲོས་དེ་ད་བོད་གངས་ཅན་ལྗོངས་ལ་ད་ནང་པའི་གི་འགྲན་ཚབ་པ་ཟེར་བ་ན་འདྲ་མདོར་དུ་ད་ཅིག་ཧ་ཅང་གི་ཆོས་ལུགས་ཀྱི་མིང་འདྲ་ཡིན་རྒྱུ་གི་མི་ནག་ཅིང་པ་སོང་ཙང་ཨ་ནི་ཁྱེད་ཆེ་ཚུར་རང་ལོག་ཏུ་དགག་པ་རྒྱབ་ན་མི་ནག་མང་པོ་ཅིག་གི་དོ་ཁུར་བྱེད་དགོས་རེད་བ་འདིའི་གི་ད་བསམ་བློ་དེ་ཁྱེད་ཀྱི་དགག་པ་རྒྱག་དགོས་བོར་བ་ད་ད་མ་རེད་བ་ད་ཁྱེད་ཆེ་ཚུར་རང་ལོག་ཏུ་དགག་པ་རྒྱག་ཀྱིན་ཆོག་ཏུ་བྱུང་བོར་བ་ཨ་ནི་ཡིན་ན་ཡང་ལྷན་རྒྱས་སུ་ཁྱེད་ཆེ་ཚུར་རམ་ལོག་ཏུ་ལ་མཐུ་དང་ནུས་པ་ག་ཚད་ཡོད་མེད་འདི་ང་ཚོ་གསལ་པོ་མཐོང་དགོས་བོར་རེད་དཔེར་ན་ད་ད་མ་རེད་བར་དུ་ཡང་ང་ཚོའི་སྐྱེ་བ་རྔམ་བྱེད་ལ་དགག་པ་རྒྱག་ཀྱིན་ཆོག་ཏུ་བྱུང་ཡོད་རེད་ཡིན་ན་ཡང་དགེ་བཤེས་སུ་ཅིག་དང་མཁན་པོ་སུ་ཅིག་གི་བླ་མ་སུ་ཅིག་གི་ཡ་ད་ཅིག་ད་ད་དོག་ཟེར་སེམས་ཀྱི་སྒྲོན་མེ་ནང་བཞིན་བྱེད་ཅིང་ཨེ་འདྲས་བར་བྲིས་བྱས་ད་ནུབ་ཕྱོགས་པའི་ཚན་རིགས་སུ་འགྲོ་ལུགས་ཨེ་འདྲས་རེད་ཁྱེད་རང་ཚོ་བྲིས་དེ་ཡ་གི་སྐྱེ་བ་རྔམ་བྱེད་གི་ད

སོགས་བཞུགས་སོ། ད་སྔ་ནང་ཚོགས་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་བརྩམས་སྐྱོགས་ཀྱི་སློབ་དེབ། མཚོ་སྔོན་མི་དམངས་དཔེ་སྐྲུན་ཁང་ནས་བཏོན་སྐྱོགས་ང་ནང་ཚོགས་སློབ་དེབ་རྩེ་གྲ་དེ་འདྲ་དེ་ཡོད་ལ། ཡང་ཁྱེད་ནང་ཚོགས་དེའི་དགོས་མཁོ་ཡོད་ཚེ་འོག་ནས་གཟིགས་ཆོག་ཡོད་ངས་དཀར་ཆག་ལས་བཏིང་གི་ཡིན་དཀར་ཆག་བསྟན། དཀར་ཆག་གི་ཤོག་གྲངས་དང་པོ་ནུབ་ཕྱོགས་པའི་སེམས་དང་ཀླད་པའི་རྣམ་གཞག་ལ་དཔྱད་པ་ད་ལྟ་དེ་འདྲའི་མང་པོ།